ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བཙན་བྱོལ་བོད་མིའི་འོས་བསྡུ་ཕྱི་མའི་ནང་ལོགས་ལ་ཡང་ད་ད་འདི་བར་ལ་ཤེས་རྟོགས་བྱུང་བ་ཞིག་གསུངས་ཆེད་ཡིན་ན་སྤྱི་འཐུས་འོས་མི་ལ་ཡང་ཞེན་གྱི་ཡིན་གསུང་མཁན་བརྒྱ་ཐམ་པ་འདུག་ཞེས་ཏག་ཏག་ཆུང་ཤག། ནི Smart Vote Tibet གི Official Platform དེ་མི་མང་གི་ཆེད་དུ་ད་སྒོ་ཕྱེ་ཡོད། ཨ་ནི་ད་རེས་གནས་ཕྱི་ནས་མི་མང་ཚོས་གི་དེའི་ནང་ལ་འཛུལ་ཞུགས་བྱས་བྱས་ཨ་ནི་སོ་སོ་དང་མཐུན་ཤོས་གི་འོས་མི་སུ་སུ་གོ་དོ་དེ་ཚང་མ་ཅིག་ཚེ་གི་དྲ་ཚིགས་དེ་ཚང་མ་ཨ་ནི་གོ། ཆེ་ས་ཡོད་རེད་ཟེར་ནི་འདི་ཞུ་ཡ་ཡིན། ད་དེ་ཡང་སུད་སི་ལ་ཡར་བརྟེན་བྱས་པའི་དམངས་གཙོའི་ལས་གཞི་ཞེས་པའི། ཐུགས་འགན་བཞེས་པའི་ཐོག་ནས་བཙན་བྱོལ་བོད་མིའི་སྲིད་བྱུས་ཡོད་དོ་ཅི་མེད་ཐོག་ལ་ཡང་སྲིད་སྤྱིའི་འོས་གཞི་ནང་མཉམ་ཞུགས་གནང་མཁན་དང་དག་ནས་བཞིན་མི་མང་ལ་ཡང་ལྟ་ཅིག་སོ་སོའི་དགོས་འདུན་དང་མཐུན་པའི་སྤྱི་འཐུས་ཀྱི་འོས་མི་འཚོལ་ཐུབ་པའི་གའི་དྲ་ཐོག་གི་མ་ལག Smart for Tibet རྣམ་དཔྱོད་ལྡན་པའི་བོད་མིའི་འོས་གཞི་བེད་སྐྱེལ་རྒྱ་ཆེའི་མང་ཚོགས་ཚང་མས་བེད་སྤྱོད་གཏོང་ཡ་ཡོད་བེད་སྐྱེལ་ལས་གཞི་ཆེད་དབུ་འཛུགས་ཀྱི་གསར་འགོད་ལྷན་ཚོགས་ཤིག་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་དང་པོའི་ཚེས་པ་ལྔའི་ཉིན་གངས་རྡ་ས་ས་གནས་འགོ་འཛིན་ཚོགས་ཁང་དུ་གཙོ་ཆེར་ཚོགས་གནང་སོང། གསར་འགོད་ལྷན་ཚོགས་འདིའི་ཐོག་ལ་ཡིན་མིན་ན་རྣམ་དཔྱོད་ལྡན་པའི་བོད་མིའི་འོས་གཞི་བ་འདིའི་ཐོག་ནས་ད་ལྟའི་བའི་དུས་ཡུན་དེ་དག་ནང་ལོགས་ལ་ཡང་རྒྱུས་ལོན་གནང་དོ་དག་སུ་ལ་འདྲི་བ་གནང་རྗེས་ད་ད་ལྟ་བ་དུ་དངོས་སུ་སྐབས་བཅུ་བརྒྱད་པའི་བོད་མང་སྤྱི་འཐུས་ཀྱི་འོས་གཞི་ནང་བཞེངས་ཀྱིན་གསུང་མཁན་བརྒྱ་ཐམ་པ་བྱུང་འདུག་ལ་དྭགས་ནང་བཞིན་སྲིད་སྐྱོང་གི་འོས་གཞིའི་ནང་བཞེངས་སྐད་གསུང་མཁན་ཡིན་པའི་ཡིན་ནས་ཞེས་གཏུགས་བྱས་བྱུང་ཤག་སོང་ཙང་དོ་དོན་ད་ལྟའི་ཆ་ལ་ཡིན་མིན་ན་སྤྱི་འཐུས་ཀྱི་འོས་གཞི་ཁོང་ལ་ཡང་བཞེངས་ཀྱི་ཡིན་ཟེར་མཁན་དུ་དོན་དྲུག་གིས་མཉམ་ཞུགས་གནང་གི་ཡིན་གསུངས་པ་ནས་ལྔ་བཅུ་ཐམ་པ་དང་དྭགས་ནང་བཞིན་སྲིད་སྐྱོང་གི་འོས་གཞི་གསུམ་གིས་མཉམ་ཞུགས་གནང་གི་ཡིན་གསུངས་པ་ནས་གཉིས་ཀྱི་འདུག་ཟེར་མཉམ་ཞུགས་གནང་ཟིན་པའི་གི་གནས་སྟངས་འདུག་ཟེར།
ད་འདི་གི་གོང་གི་གནས་ཚུལ་དེ་ཡིན་པའི་ཡིན་ན་རྣམ་དཔྱོད་ལྡན་པའི་བོད་མིའི་འོས་ཀྱི་ལས་བྱ་འདིའི་ཐོག་ནས་རྣམ་ཚོས་ཀྱི་ཞིབ་འཇུག་གི་གྲུབ་དོན་གྱི་གྲངས་འདི་འདུག་ཟེར་ཆགས་བསྡད་ཡོད་རེད། ད་ང་ཚོས་སྡིངས་ཆ་འདིའི་ཐོག་ལ་གཙོ་བོ་ག་རེ་ཡོད་རེ་ཞུས་པ་ཡིན་ན་དྲི་བ་སུམ་ཅུ་སོ་གསུམ་ཅིག་ཡོད་རེད། དྲི་བ་སུམ་ཅུ་སོ་གསུམ་འདི་གས་ག་རེ་དང་འབྲེལ་བ་ཆགས་ཀྱི་ཡོད་ན་བོད་པས་ཀྱི། བོད་དང་ཨ་ནི་བོད་པའི། བོད་མི་དང་འབྲེལ་བའི་དྲི་བ་ཤ་སྟག་ཆགས་ཀྱི་ཡོད་རེད་ད་འདི་ནང་ལ་ཡིན་པ་ཡིན་ན་ང་ཚོའི་བོད་པའི་སྤྱི་ཚོགས་ཆེད་ཆབ་སྲིད་ཀྱི་གནས་སྟངས་གྲོས་ཚོགས་ཆེད་ཨ་ནི་འདི་འདྲའི་དང་འབྲེལ་བའི་ད་དྲི་བ་སུམ་ཅུ་སོ་གསུམ་ཟེར་ཡོད་ར་ད་འདི་དྲི་བ་ཆ་ཚང་ཅིག་ལ་ཨ་ནི་བོད་མི་ད་ད་ང་ཚོའི་ཀྱི་འབྲེལ་བ་བྱེད་བཞག་ཡོད་ཀྱི་བོད་མི་ཚང་མས་ཀྱི་འདི་ལ་ལན་བསྐོན་ཡོད་རེད་ད་འདི་ལན་བསྐོན་བཞག་རྒྱུ་འདི་ད་ད་ལྟའི་ཆ་ལ་ང་ཚོའི་ཀྱི་མི་མང་གི་ཆེད་དུ་དྲ་ཚིགས་འདི་མགོ་སྤེལ་ཏེ་མཚོན་པ་ལ། མི་མང་ཚོས་ཀྱིས་ཁོ་རང་རྣམ་པ་ཚོས་ཀྱིས་ལན་ག་འདྲས་ག་འདྲས་རྒྱག་ཤ་ཨ་ནི་ཁོ་རང་ཚོས་ཀྱིས་ལངས་ཕྱོགས་ག་རེ་རེ་ཤ་འདི་གསལ་བོ་གསལ་རྐྱང་ཅིག་འགོ་ཚུགས་ཀྱི་རེད། དེ་ནས་ཨ་ནི་འདི་ནང་ལ་ང་ཚོའི་དྲ་ཚིགས་ལ་ཁྱད་པར་ཅན་གྱི་ཨ་ནི་ད་ཁྱད་ཆོས་ཅིག་ག་རེ་ཡོད་རེ་ཞུས་པ་ཡིན་ན་ད་ད་ལྟའི་ཆ་ལ་ཡོད་ཤ་བོད་ཀྱི་འོས་མི་ཚོས་ཀྱིས་ལན་རྒྱག་རྒྱུ་དེ་དང་ཁོ་རང་ཚོས་ཀྱིས་དྲ་ཚིགས་འདི་ག་ལ་འདུག་ཕ་ཕེ་ནས། བའི་ཕན་པ་ཚོ་ཚང་མ་དྲ་ཚིགས་འདི་ག་ལ་ཕེབས་ནས་སོ་སོས་ཀྱི་དྲི་བ་སུམ་ཅུ་སོ་གསུམ་ད་ག་རང་དེ་ལ་ཁོ་རང་ཚོས་ཀྱི་ལན་རྒྱག་ཡོད་རེད་དེ་རྒྱག་དུས་ཚང་མ་ལ་སོ་སོས་ཀྱི་ལན་འདི་དང་འོས་མི་སུས་ཀྱི་ལན་འདི་སོ་སོ་ཉམས་ད་ཐུན་ཤོར་སླེ་གི་འདུག་དེ་ལྟ་གི་ཨ་ནི་ད་ང་ཚོས་ཀྱི་དྲ་ཚིགས་ཀྱི་མ་ལག་འདི་གཙོ་བོ་དེ་འདི་རེད། སོང་ཙང་ད་ལས་གཞི་འདིའི་ནང་ལོགས་ལ་ཡང་མཉམ་ཞུགས་གནང་བ་ཡིན་ན་དགེ་མཚན་ག་རེ་ཡོད་རེད་དགོངས་པ་ཡིན་ན། ཐོག་མར་ད་ཅི་རིགས་ཀྱི་འོས་གཞིའི་ཁོངས་སུ་ཞིག་མཁན་སོ་སོས་ལྟ་བ་ལངས་ཕྱོགས་དང་འཆར་གཞི་འཆར་སྣང་གནང་འཆར་ག་རེ་ཡོད་མེད་འདི་གའི་དྲི་བ་སུམ་ཅུ་སོ་གསུམ་ལ་ལན་འདེབས་གནང་བའི་ཐོག་ནས་རྒྱུས་ལོན་གནང་ཡ་ཡོད་དུས་རྩ་ནས་གཅིག་ནས་འོས་གཞི་ལ་ཞིག་མཁན་ཚོ་ལ་ཡང་རང་ཉིད་ངོ་སྤྲོད་ཀྱི་གོ་སྐབས་དང་གཅིག་ཆེད་བདག་གནང་ཞིང་འོས་འཕེར་མཁན་ཡིན་ནས་སོ་སོའི་ལྟ་བ་ལངས་ཕྱོགས་དང་དགོས་འདུན་དང་ག་སོ་ལ་མཐུན་པའི་འོས་མི་འདེམས་ཡ་གི་གོ་སྐབས་ཅིག་འདུག་ཟེར་དྲོན་ཡོད་དུས་རྩ་ནས་མ་འོངས་པར་ཡིན་པས་ནས་སོ་སོས་བདམས་པའི་གི་སྤྱི་འཐུས་དེ་ག་གིས་ཁས་བླངས་པའི་གཞི་སྲུང་གི་ལས་དོན་བསྒྲུབས་ཡོད་དམ་མེད་ལ་ཡང་ཁྲུན་ཐག་གཅོད་ཡ་གི་ཐབས་ལམ་ཞིག་ཡིན་པས་ནས་འདུ་བྱེད་ཡོད་པ་ཅིག་ཆགས་ཀྱི་འདུག་སོང་ཙང་འདི་གའི་གསར་འགོད་པའི་ངོས་ནས་ད་ཅིག་རྣམ་དཔྱོད་ལྡན་པའི་བོད་མིའི་འོས་གཞི་བའི་ལས་འཆར་དེ་དང་འབྲེལ་རྗེས་ལས་འཆར་དེའི་ནང་མཉམ་ཞུགས་མ་གནང་མཁན་གྱི་སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་གཞི་བཞེས་མཁན་དེ་ཚོའི་རིགས་ལ་ཡང་ད་ཅིག་ག་རེ་གསུང་ཡག་ཡོད་མེད་སྐོར་ལ་ཡང་བཀའ་འདྲི་ཞུས་པ་ཡིན། ད་ཨ་ལེ་དང་པོ་ག་རེ་ཞུ་འདོད་བྱུང་ཟེར་ན་ད་དེ་འདི་ནང་མཉམ་ཞུགས་གནང་མ་གནང་དེ་ད་དེ་དང་བླང་རེད་བ། ཅིག་གཅིག་སོ་སོའི་ཅིག་ག་དེ་ནི་ངས་ག་རེ་གསུང་འདོད་ཟེར་ན་དེ་ཏེ་ས་ཡང་སོ་སོའི་གི།

རྒྱབ་ཐུ་བ་ཞིག་རེད་བསམ་གྱི་འདུག་གལ་སྲིད་ད་ཅིག་སོ་སོས་སྤྱི་འཐུས་བཞེངས་ཀྱི་ཡོད་ན་སྲིད་སྐྱོང་བཞེངས་ཀྱི་ཡོད་ན་ད་ཅིག་མི་དམངས་ཞབས་ཞུ་ཞུ་ཉེན་གྱི་ད་ཅིག་ལས་གནས་ཅིག་འགན་དེ་འཁྱེར་གྱི་ཡོད་ཙང་དུས་སོ་སོའི་ལངས་ཕྱོགས་ག་རེ་ཡིན་མེད་དེ་ཅིག་གསལ་བོ་བཟོས་ཐུ་ཡས་དེ་གསལ་བོ་བཟོ་དགོས་ཡས་གྱི་འགན་ཅིག་ཡོད་རེད་བསམ་གྱི་འདུག་དེ་ཅིག་དམངས་གཙོ་ནང་ལོག་ལ་ཆ་ཆེན་གལ་ཆེན་པོ་དང་རྩ་ཆེན་པོ་ཞི་དྲག་ཅིག་རེད་དེ་འདྲ་ཡིན་དུས། ད་ལྟའི་འགྲིག་མཉམ་ཆུང་སྣང་བརྙན་ཚོ་ཚང་མ་ལོ་ལ་ཐུགས་བཞེས་ཞུ་འདོད་འདུག་ཨེ་ནས། ང་དེ་ཡིད་ཆེས་གཙང་མ་ཡིན་སོ་སོའི་གི། འདི་ནང་ལོ་འཛུལ་ཞུགས་གནང་པའི་ན་གི་བྲིས་པ་དེ་གས་ལན་རྒྱབ་བྱས་བྲིས་པ་ལན་རྒྱབ་པ་གཅིག་པོ་མ་རེད་འདི་ནང་ལོ་ལ་སོ་སོའི་གི། བྲིས་པ་རེ་རེ་ལ་ཡང་དེ་གཅིག་ཁ་གསལ་རེ་གཏང་དགོས་ཡོད་ན་སོ་སོའི་གི་ཡང་འདི་ནང། ང་རང་ཅིག་བསམ་ཚུལ་འདི་འདྲ་བྲིས་དགོས་ཨ་ཡེ་གི་ས་ཆ་འདི་འདྲའི་བཟོས་ཡོད་རེད་མ་ཚོད་ལྟ་འདི་ཅིག་ཕེབས་ཤི་ན་ཤེས་ཡོན་སྐོར་ལ་བྲིས་པ་ཅིག་ཡིན་པས་ན་ལྟ་འདི་ལ་ཡང་ཅིག་ངེད་ཀྱིས་ལན་རྒྱབ་པ་འདི་ལ་ད་ལྟ་ཁ་སྣོན་ཅིག་རྒྱག་འོ་དུ་ཟེར་ན་ཚུར་ཚུར་འདི་གང་ཆ་ཚང་ཅིག་བྲིས་ཡོད་རེད་འདི་ཅིག་བྱས་གཉིས་པ་འདི་སོ་སོ་གི་ལོ་རྒྱུས་དང་ཨེ་ནས་ད་ལན་ཅིག་འོས་བསྡུ་འདི་ནང་ལོགས་ལ་བོད་པ་ཚོས་ཀྱི་འོས་མི་ཚོས་འོས་འཕེན་མཁན་ཚོ་ང་ལ་འོས་བླུག་པའི་རྒྱུ་མཚན་ག་རེ་འདུག་ཨེ་ཟེར་ན་འདི་ན་ཆ་ཚང་ཅིག་བྲིས་ཡོད་རེད་དེ་ཟེར་དུས་སོ་སོ་ངོ་སྤྲོད་བྱས་ཀྱི་སྡིངས་ཆ་སོ་རེ་ཅིག་ཆགས་དགོས་རེད་ལྟ་འདི་གོ་སྐབས་ཅིག་རེག་ཟིན་པོ་འདུག་དེ་ཅིག་གྱོང་སུ་རེ་བྱས་ངས་རྩ་བ་ནས་དེ་ངོས་ལེན་བྱེད་ཀྱི་མེད། རྫུན་ཞུ་སྨྲ་ནག་ཚོ་ལ་ངས་དམིགས་བསལ་ཞུ་དགོས་དམིགས་བསལ་ཞུ་ཡས་ཁན་མེད་ད་དེ་སོ་སོ་ད་ཅི་ཞུ་བ་ན་ཅི་རེད་སོ་སོ་རང་དབང་རེད་སོ་སོ་གི་ཐག་གཅོད་དེ་འདྲ་ཞིག་གནང་བ་རེད། དེ་ནི་ཁོ་རང་ཚོ་གི་རྒྱུ་མཚན་ག་རེ་ཡིན་མེད། ད་དེ་ཚོད་དཔག་རེད། ཚོད་དཔག་དང་ནི་ཅིག་དེ་ལ་ངས་གས་ཞུས་ཀས་མེད། ད་འོ་ན་ཡིག་རྨོངས་པ་ཡིན་ནའི་འདྲ། ཡང་མིན་ན་ཡིག་ལམ་ནས་གཟིགས་ཐབས་བདེ་བོ་མི་འདུག་ན་ནི་ཡང་ཁོང་རྣམས་ཚོས་ཡང་ཅིག Sound Cloud ནང་སྒྲ་འཇུག་གི་ཐོག་ནས་དྲི་བ་ཁ་གསལ་མཇལ་ལན་འདེབས་ལན་འདེབས་ཡག་ཡོད་པ་འདུག་ཅེས་བཟོས་གནང་ཤག་སོང་ཙང་དྲི་བ་རེ་རེ་རེ་རེ་གསན་གིན་གསན་གིན་ནི་ལན་འདེབས་གིན་འདེབས་གིན་འདུག་ཟེར་གནང་ཡག་ཡོད་པ་བཟོས་རྗེས་ད་མདོ་དོན་འོས་བསྡུའི་ནང་ཆེད་བཤད་ལེན་མཁན་བོད་མི་སུ་ཡིན་པ་ཡིན་ནའི་ཆེད་བཤད་ལེན་ཐུབ་པའི་གི་ཆ་རྐྱེན་དེ་བཅས་བསྐྲུན་གནང་ཤག། ད་ནང་བཞིན་དེ་རིང་གི་གསར་འགོད་ལྷན་ཚོགས་འདི་བརྒྱུད་བཅས་མི་མང་རྣམ་པ་ཚོ་ལ་ཡིན་པའི་ཡིན་ནས་རྣམ་དཔྱོད་ལྡན་པའི་བོད་མིའི་འོས་ཞེས་ཡག་དེ་གི་དྲ་རྒྱ་དེ་བརྒྱུད་ནས་མི་མང་གང་མང་མང་གི་དེའི་ཐོག་ལ་ཡང་མཉམ་ཞུགས་གནང་ཡག་གི་འབོད་སྐུལ་དང་རེ་བ་འདུག་ཞེས་ཞུས་གནང་གི་འདུག་བོད་ཀྱི་རླུང་འཕྲིན་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ཡིན།